ཚང་མ་ཁམས་བཟང། ངའི་མིང་ལ་བསྟན་འཛིན་ལྷུན་གྲུབ་དང། ང་རང་སམ་པོ་ཏྲ Ponda སྟེ་སློབ་གཞི་རིམ་བར་མའི་འཛིན་རིམ་བརྒྱད་པའི་ནང་སློབ་སྦྱོང་བྱེད་བཞིན་པའི་སློབ་མ་ཞིག་ཡིན། དེ་རིང་ངེད་ཀྱིས་དྲི་བ། ང་ཚོ་བོད་པས་བོད་ཀྱི་སྐད་ཡིག་དེ་བེད་སྤྱོད་དགོས་པའི་རྒྱུ་མཚན་གང་ཡིན་པ་འདི་ལ་ལན་རྒྱག་ཡིན། ང་ཚོ་བོད་པ་གཅིག་ཡིན་པའི་ཆ་ནས། བོད་སྐད་འདི་ང་ཚོའི་ཕ་སྐད་ཆགས་འདོད། བོད་སྐད་འདི་ང་ཚོའི་ངོ་བོ་ཞིག་རེད། མི་ཕ་ཆོས་དད་ཀྱིས་ང་ཚོ་སྐད་ཡིག་ཁར་བསྐྱལ་བ་དེ་ལྟ་ནས་ང་ཚོ་མི་རིགས་ཁ་ཡིན་པ་ཐག་གཅོད་ཡི་རེད། བྱས་ཙང་མི་རིགས་གཞན་དེ་གིས་ང་ཚོ་བོད་ཡིག་བསྐྱལ་བ་བལྟས་ནས་ང་ཚོ་མི་རིགས་ཁ་ཡིན་པ་ཤེས་རྟོགས་ཀྱི་རེད། དེ་མ་ཟད། སྔ་མོའི་དུས་སུ་ཤེས་གསལ་ལྟར། མི་རིགས་གཅིག་རྩ་མེད་བཏང་དགོས་ཡོད་ན་དང་པོ་མི་རིགས་དེ་གི་སྐད་ཡིག་རྩ་མེད་བཏང་དགོས་ཤེས་གསལ་ཡོད། དེ་ལྟར། ང་ཚོ་བོད་པ་ཚོས་བོད་ཀྱི་སྐད་ཡིག་དེ་བོད་མི་སྤྱད་ན། བོད་རིགས་འདི་རྩ་མེད་འགྲོ། ཏན་ཏན་རེད། བྱས་ཙང། ང་ཚོའི་བོད་སྐད་དེ་བེད་སྤྱོད་དགོས། ང་ཚོས་དུས་རབས་ཉིས་བརྒྱ་གཅིག་གི་ཕྲུ་གུ་རྣམས་ལྟ་ན། ཁོ་ཚོ་གཞི་རྩ་རྒྱ་ཁ་སྐོར། ཡིན་ན་ཡང་ཁོ་ཚོས་དེང་སང་ཕལ་སྐད་བརྒྱ་དུའང་འདི་ནང་ལ་དབྱིན་ཇིས་སིག་སིག་སིག་བཏང་ནས་བཤད་ཀྱི་འདུག། གལ་སྲིད་ཨེ་འདྲས་བྱུང་ན། བོད་སྐད་ཉམས་རྒུད་ཧ་ཅང་ཆེན་པོ་འབྱུང་གི་རེད། ང་ཚོའི་བུ་ཕྲུག་ཞིག་གིས་དེ་གཉིས་དང་པོ་དེ་སུ་སུ་ཕ་མ་རེད་ཟེར་དུས་གལ་སྲིད་བུ་ཕྲུག་དེ་ལ་ཆུང་དུས་ནས་ཕ་མ་གིས་བོད་ཡིག་བསླབས་ན། ཁོ་རང་ཆེན་པོ་ཆེ་དུས་བོད་སྐད་ཡག་པོ་ཤེས་བ་དང། རྒྱལ་ཁབ་གཞན་གྱིའང་སྐད་ཡིག་ཡག་པོ་ཤེས་ཀྱི་རེད། དེ་རིང་གི་ངའི་བརྙན་ཐུང་ཟེར་བ་དེ་ལ་ཐུགས་རྗེ་གནང།